ད་ནི་གསུམ་པ་རབ་ཏུ་དབྱེ་བ་ལ་ཟག་བཅས་སྒོམ་ལམ་ཀུན་ཏུ་བཤད་ལས་ཞེས་ཟེར། དེ་འདྲ་ཅིག་གསུངས་འདུག་ཨཱ་ནི་ཟག་བཅས་འཇིག་རྟེན་པའི་སྒོམ་ལམ་ནི་ཀུན་ཏུ་ཚང་བའི་ཐེག་པ་བཤད་པའི་སྐབས་སུ་བཤད་པ་ལས་མཚོན་ཅིང་ཤེས་པར་བྱ་སྟེ་འདིར། འདིར་མར་མེ་སོགས་ཟེར། གང་ལྟར་སྒོམ་ལམ་གྱི་དབྱེ་བ་འཆད་པའི་སྐབས་སུ་འཇིག་རྟེན་པའི་སྒོམ་ལམ་དང་འཇིག་རྟེན་ལས་འདས་པའི་སྒོམ་ལམ་ཟེར་བ་དེ་འདྲ་འདྲ་བོ་ཅིག་བཤད་འདུག་ཡིན་ཙང་དེ་གའི་འཇིག་རྟེན་པའི་སྒོམ་ལམ་ཟེར་བ་དེ་ཀུན་ཏུ་ཚང་བའི་ཐེག་པ་བཤད་པའི་སྐབས་སུ་བཤད་ཡོད། ཨོ་དེ་ལབ་པ་རེད། གང་ལྟར་འཇིག་རྟེན་པའི་དགོངས་ལུང་ཟེར་ན་མ་ཟེར་ན། བསམ་གཏན་དང་གཟུགས་མེད་ཀྱི་དེ་ངེས་རྫོགས་སྒྲུབ་ཚུལ། བསམ་གཏན་དང་གཟུགས་མེད་ཀྱི་དེ་ངེས་རྫོགས་བསྒོམ་པ་ལ་བརྟེན་ནས། འདོད་པའི་ཉོན་མོངས་ལ་སོགས་པ་གང་ལྟར་ཉོན་མོངས་པ་རེག་པ་མངོན་གྱུར་བ་དེ་དག་སྤོང་བའི་རྣམ་གཞག་ཨོ་དེ་བཤད་ཀྱི་ཡོད་པ་རེད། ད་ནི། ཟག་མེད་འདས་ལམ་ཉན་རང་བྱང་སེམས་བརྟན། སྦྱོར་དང་སྤར་ཕྱིར་མེད་དང་རྣམ་པར་གྲོལ། ཁྱད་པར་ལམ་བཅུའི་ངོ་བོ་ཆུང་འབྲིང་ཆེ་མཉམ་རྒྱུད་དཀོན་པའི་དབྱེ་བས་རྣམ་གཉིས་སོ། འཕགས་ལམ་ཡན་ལག་བརྒྱད་པོ་བསླབ་པར་བྱ། ཟེར། དེ་འདྲ་གསུངས་འདུག། རྩ་བ་ཚིག་རྐང་ལྔ་འདིའི་དོན་དག་ཡིན་ན། ཟག་མེད་མྱང་འདས་ཀྱི་སྒོམ་ལམ་ལ་དབྱེ་ན་ལྔ་སྟེ། སྒོམ་ལམ་གྱི་དབྱེ་བ་འཆད་པའི་སྐབས་འཇིག་རྟེན་པའི་སྒོམ་ལམ་མམ་ཟག་བཅས་སྒོམ་ལམ་དང་ཟག་མེད་སྒོམ་ལམ་གཉིས་བྱས་པ་རེད། དེའི་ནང་གི་ཟག་མེད་སྒོམ་ལམ་ལ་དབྱེ་བ་འཆད་ཚུལ་མ་འདྲ་བ་ལྔ་ཡོད་པ་རེད། དེ་སྔ་སྟེ་ག་རེ་ལབ་སྟེ་བསྟན་ཅེས་དབྱེ་བ་ཐེག་པ་གསུམ་གྱི་དགོངས་ལུང་གསུམ། ཉན་ཐོས་ཀྱི་དགོངས་ལུང་རང་རྒྱལ་གྱི་དགོངས་ལུང་བྱང་སེམས་ཀྱི་དགོངས་ལུང་ཟེར། སྟེང་གང་ཟག་གི་དབྱེ་བ་རེད། ད་ནི་སྤང་བྱའི་དབྱེ་བ་སྒོམ་སྤང་བརྒྱ་དང་ཞེ་བཞིའི་གྲངས་དང་ཉན་པའི་དགོངས་ལུང་དང། ཟེར། ནི་སྒོམ་སྤང་ཉོན་མོངས་པ་བརྒྱ་དང་བཅུ་བཞི་ཞེ་བཞི་གསུངས་ཀྱི་ཡོད་པ་རེད། དེའི་གྲངས་དང་ཉན་པ་སྟེ་ཉོན་མོངས་པ་རེ་རེའི་གཉེན་པོ་གི་དགོངས་ལུང་རེ་རེ་ཡོད་པ་རེད། ཅེས། འོ་དེ་འདྲ་གཅིག་སོང་བ་རེད་སྤང་བྱའི་དབྱེ་བ་བྱས། ད་ནི་ལམ་བྱའི་དབྱེ་བ་ལ་སྦྱོར་བའི་ལམ་བར་ཆད་མེད་པའི་ལམ་རྣམ་པར་གྲོལ་བའི་ལམ་ཁྱད་པར་གྱི་ལམ་དང་ཤེས། ད་ནི་འདིའི་སྐབས་ཀྱི་སྦྱོར་བའི་ལམ་ཟེར་བ་དེ། ལམ་སྔགས་ཡིན་ནང་གི་སྦྱོར་ལམ་དེ་མ་རེད། སྒོམ་ལམ་གང་དང་གང་ཡིན་པ་དེ་ཐོབ་བྱེད་ཀྱི། དེ་དེ་ཐོབ་པ་ལ་བརྩོན་པ་བྱེད་པའི་གནས་སྐབས་ཀྱི་ལམ་དེ་ལ་སྦྱོར་བའི་ལམ་ཟེར་ཡོད་གི་ཡོད་པ་རེད། ད་ནི་བར་ཆད་མེད་ལམ་ཟེར་བ་དེ། སྒོམ་སྤང་བསྐོར་དགུ་བྱས་ན་འདྲ། ཡང་ན་བརྒྱད་དང་བཞི་བཅུ་ཞེ་བཞི་བྱས་ན་འདྲ། ཉོན་མོངས་པ་རྣམས་དངོས་སུ་སྤོང་བར་བྱེད་པའི་ལམ་དེ་ལ་བར་ཆད་མེད་ལམ་ཟེར་གྱི་ཡོད་པ་རེད། དངོས་སྐལ་གྱི་སྒྲུབ་པ་དངོས་སུ་སྤང་བས་འགོག་བདེན་ཐོབ་པའི་གནས་སྐབས་ཀྱི་ལམ་དེ་ལ་རྣམ་པར་གྲོལ་བའི་ལམ་ཟེར་གྱི་ཡོད་པ་རེད། ཁྱད་པར་གྱི་ལམ་ཟེར་བ་དེ་རང་གི་གོང་མའི་ས་དེ་ཐོབ་པར་བྱེད་པའི་ཆེད་དུ་བརྩོན་པའི་ལམ་དེ་ལ་ཁྱད་པར་གྱི་ལམ་ཟེར་གྱི་ཡོད་པ་དེ་འདྲ་ཞིག་རེད། ད་ནི་ངོ་བོ་དབྱེ་བ་སྒོམ་ལམ་ཆེ་འབྲིང་ཆུང་གསུམ། དེ་ནས་གོམས་པའི་དབྱེ་བ། མཉམ་བཞག་དང་རྗེས་ཐོབ་ཀྱི་སྒོ་ནས་གོམས་པར་བྱེད་པ་གཉིས་སོ་ཟེར། གོམས་པའི་དབྱེ་བ་ཟེར་བ་འདི་ཉམས་སུ་ལེན་ཚུལ་འདྲ་བོ། སྒོམ་རྒྱག་ཚུལ་འདྲ་བོ་དང་ཕལ་ཆེར་དེ་འདྲའི་ཟེར་གྱི་ཡོད་ཀྱི་རེད་དེ་ལ་མཉམ་བཞག་དང་རྗེས་ཐོབ་གཉིས་ཡོད་པ་རེད།